ཀུན་རྫོབ་བདེན་པ་ལ་བརྟེན་ནས་སྨྲ་བྱེད་ཀྱི་ལམ། ཞེས་པའི་སྐབས་སུ་ལེའུ་བརྒྱད་ཡོད་པ་ལས་ད་ལེའུ་དང་པོ་གོང་དུ་སོང་ནས་ལེའུ་གཉིས་པ། ལེའུ་དང་པོ། བརྟགས་པ་འཛིན་པའི་གཉེན་པོ་ལ་མ་བརྟགས་པ།

དེ་ཡིན་དུས་ལུས་དེ་གས། དེ་ནི་རང་ལ་སྡུག་བསྔལ་སྐྱེད་བྱེད་ཅིང། དཔེར་ན་ལུས་འདི་ཡོད་པ་ལ་བརྟེན་ནས་ནི་ནང་གི་རླུང་མཁྲིས་བད་ཀན་གྱི་ནད་ཐམས་ཅད་ལུས་ལ་བརྟེན་ནས་ཡོང་གི་ཡོད་རེད་བ། རླུང་མཁྲིས་བད་ཀན་གྱི་ནད་དེ་གས་རང་ལ་སྡུག་བསྔལ་སྤྲད་ཀྱི་ཡོད་རེད་བ་ན་ཚ་བཟོ་གི་ཡོད་རེད་བ། དེ་ག་ནང་བཞིན་ཕྱི་ཡི་རྐྱེན། མི་གི་ཅིག་ཆ་མེད་བྱེད་པ་དང་སྨིག་སྐྱུར་བྱེད་པ་དང། དེ་ག་ནང་བཞིན་གྱི་འབྱུང་བཞི་གི་གནོད་པ། རྐྱེན་ཟས་ཀྱི་གནོད་པ་ཚང་མ་དེ་ལུས་ལ་བརྟེན་ནས་ཡོང་གི་ཡོད་རེད། ལུས་མེད་ན་དུས་རབས་གནོད་པ་སྐྱེལ་ས་ཡོང་གི་ཡོད་མ་འདི་བྱེད་དུས་ལུས་འདི་རང་གི་གནོད་པ་ཐམས་ཅད་འབྱུང་ས་དཀའ་ལས་སྤྲད་མཁན་གི་དགྲ་ལྟ་བུ་ཅིག་རེད། འོ་དེ་ཤེས་གི་དགྲ་ལྟ་བུ་ཞིག་ད་མཐོང་མོད་ཀྱི་མཐོང་གི་རེད་ཡིན་ན་ཡང་ཟེར་གྱི་འདྲ་བོ་རེད་མཐོང་མོད་ཀྱི་རེད་བ། དེ་ནས་དེ་ལྟ་ན་ཡང་དེ་སྲུང་བྱ་ཁྲིམས་ལྡན་ཡུལ་ལུང་ཚོ་ན་ནི་དེ་ནི་བཟོད་སྣང་ཆེན་པོ་སྐྱེ་ཟེར་དུས་འདི་ལ།

ལུས་ལ་ཞི་བ་གཅིག་གིས་ཡང་སྡུག་བསྔལ་སྤྲད་ནས་ལུས་ལ་རྩ་ནས་བདག་པོ་སྤྲད་ཀྱི་ཡོད་མ་རེད་ཟེར་ལབ་ཀྱི་ཡོད་མ་རེད། ལུས་ལ་ཡང་བདག་པོ་སྤྲད་དགོས་ཀྱི་ཡོད་རེད་ནད་ན་ཚ་ཡོང་ནས་སྨན་བཅོས་བྱེད་དགོས་ཀྱི་ཡོད་རེད། ཟས་ཟ་མ་ཟ་དགོས་ཀྱི་ཡོད་རེད་གོན་དགོས་ཀྱི་འདུག་ལོ་གོན་དགོས་ཀྱི་ཡོད་རེད་གོན་དགོས་ཀྱི་ཡོད་རེད་ཡིན་ན་ཡང་ཧ་ལས་པ་གི་དེ་ནི་ཡང་ལུས་ལ་ཞེན་ཆགས་ཆེན་པོ་བྱས་ནས་ཚང་མ་ལུས་ཀྱི་ཆེད་དུ་ང་རང་གི་ལུས་ལ་སྲུང་སྐྱོབ་ཀྱི་ཆེད་དུ་ཅིག་བཏང་སྟེ་ཡ་ཞོ་ར་འབྲུ་སྲུང་ཆེན་པོ་བཏང་སྟེ་འོ་དེ་འདྲའི་ཡང་དགོས་ཀྱི་ཡོད་མ་རེད། དེ་བཤད་དགོས། དེ་ལྟར་ན་ཡང་དེ་སྲུང་བྱ་འཁྲུངས་འདས་ཡོད་དེ་སྲུང་བྱ། ལུས་དེ་སྒྲ་ལྟ་བུར་མཐོང་བ་ཡིན་ན་ཡང། ལུས་དེ་སྲུང་དགོས་ཀྱི་ཡོད་རེད་དེ་སྲུང། རྒྱུ་མཚན་ག་རེ་རེད་ཟེར་ན། འཁྲུངས་འདས་ཡུན་རིང་འཚོ་བ་ནི་དེ་ལས་སྲོལ་ལམ་ཆེན་པོ་གྱུར། སུ་འཁྲུངས་དང་བདེན་པ་ད་འདི་ལུས་འདི་བེད་སྤྱོད་ཡག་པོ་གྱིས་བཏང་ན། ཨ་ནི། དཔེར་ན། སུ་འཁྲུངས་དང་བདེན་སྟོང་པ་དང་བདེན་པའི་གི་ཡུན་རིང་པོ་གྱིས་འཚོ་སོང་ན་ཨ་ནི་དེ་ལས་བརྟེན་ནས་སྲོལ་ལམ་རྒྱ་ཆེན་པོ་བསགས་དགོས་རེད། དེ་མ་ཟད་བོད་ཀྱི་ལས་ཀ་ཡག་པོ་བྱེད་ཐུབ་དགོས་ལུས་འདི་ག་རེ་བ། ལུས་འདི་ག་རེ་རེད་ཟེར་ན། ལེགས་ན་མཐའ་བའི་གྲུ་གཟིངས་ལུས་འདི་ཡིན། ཉིས་ན། དེ་ནས་དམྱལ་བའི་གྱི་སྟེང་རྡོ་ལུས་འདི་ཡིན་ཟེར། ཡག་པོ་གྱི་ལས་ཀ་གྱི་ལས་ཐུག་ན་ཐར་བ་དང་ཐང་ཆེན་ཆེན་པོའི་འགྲུབ་ཐུག་ཡག་གི་ལུས་རེད་ལུས་འདི་དཔེ་རྩ་ཆེན་པོ་རེད་ལས་ཀ་ཡག་པོ་ཞིག་གི་ལུས་ན་རེ་བ། ད་ལས་ཀ་ཡག་པོ་ཅིག་མ་བྱེད་ལས་ཀ་སྡུག་པོ་བྱེད་ན་སྡུག་ཅག་ཅེས་སོ་སོ་ལ་དེ་ནི་ཅིག་སྐྱེ་བ་རྗེས་མ་ནང་སོང་ངན་སོང་དམྱལ་བ་ནང་སྐྱེ་དགོས་ཡ་པའི་བཟོ་མཁན་དེ་ཡང་ལུས་འདི་རེད། འོ་དེ་འདྲ་བྱས་དུས་འདི་ཡིས་ད་ལུས་འདི་ཡག་པོ་སྐྱོང་བ་ཡིན་ན་འཕྲིན་ལྡན་ཡུན་རིང་འཚོ་ན་གདན་ལས་སོན་མ་ཆེན་པོ་འབྱུང་ཟེར་ཚུལ་འཕྲིན་དང་ལྡན་པའི།

དེ་ནས་དཔེར་ན་གྲུ་གཟིངས་དེ་རྒྱ་མཚོ་ཕ་རོལ་ལ་འགྲོ་དགོས་ཀྱི་ཡོད་ན། ཨ་ནི་གྲུ་གཟིངས་དེ་ཕ་རོལ་དུ་མ་སླེབས་ཀྱི་བར་དུ་འཕྲོ་ལྷག་མི་འགྲོ་ཡག་གི་གྲུ་གཟིངས་དེ་ཡག་པོ་བཟོ་དགོས་རོགས། གྲུ་གཟིངས་ཡག་པོ་མ་བཟོས་ན་པ་རུ་ཁར་དེ་ནས་སོ་སོ་ཉེན་ཁ་ཡོང་གི་རེད། འོ་དེ་ག་ནང་བཞིན་གྱི་སོ་སོ་གི་གཅིག་ཁྱུ་སྒྲུབ་པའི་གི་སྟེང་ཙམ་དུ་ལུས་རྟག་པོ་ཡག་པོ་སྤྲད་དགོས་ཀྱི་རེད་ཟེར་འོ་དེ་ཡིན་པ་རེད་དེ་ནི་སེམས་ཁམས་ཆེན་པོ་བྱེད།

བདག་སྙིང་པ་དེ་དེར་བདག་ལུས་ལ་ག་རེ་རེད་ཟེར་ན། ལུས་ལ་གཉིས་པ་སྤོང་དགོས་བ་ཟེར་གྱི་དེར་བ་ལུས་ལ་གཉིས་པ་སྤོང་བ་དང་ལུས་ལ་ཆགས་པ་སྤོང་བ། ལུས་ལ་ཧ་ཅང་ཆགས་པ་སྤོང་དགོས་བ་དེ་ལ་མདོ་བསྟན་གྱི་ཤེས་གཉིས་རེད་དང་པོ་མདོ་བསྟན་མ་རེད། མི་སྣང་སྡུག་བསྔལ་ལུས་ཉེ་ལེགས་སྐྱེ་ཡི་བདེ་བ་གཞན་ལས་ནའང་སྡུག་བསྔལ་ཀུན་གྱི་སྣོད་སྤྱོད་པ་འཁོར་བ་ལ་ཆོས་ཅི་སྟེ་གུས། ད། ཆགས་པ་སྤོང་དགོས་པ་ག་རེ་རེད་ཟེར་ན་མི་ནང་སྡུག་བསྔལ་ལུས་ཉིད་ལས་སྐྱེས་ཤིང་ད་ལྟ་གོང་དུ་བཤད་པ་ནང་བཞིན། མི་ནང་གི་སྡུག་བསྔལ་ཐམས་ཅད་ལུས་ཉིད་ལས་སྐྱེས་ཤིང། ནད་ན་ཚ་ཡིན་ན་རེད། ཕྱི་རོལ་གྱི་རྐྱེན་ཡིན་ན་རེད། སྡུག་བསྔལ་སྐྱེ་བྱ་ཚང་མ་དེ་ལུས་ལ་བརྟེན་ལུས་ལ་བརྟེན་ནས་སྐྱེས་ཤིང་བདེ་བ་གཞན་ལས་ན། ལུས་བདེ་བ་ཤེས་དགོས་ཀྱི་ཡོད་ན། ལུས་ལོན། ཐོན་སྐྱེད་རྩ་ནས་མ་བསྒྲུབས་ན་ལུས་ལ་བདེ་བ་སྐྱེ་ཡ་ཡོད་མ་རེད། ཁ་ལག་ཟ་ཡ་དང། དུག་ལོག་གོན་ཡ་དང་ཕྱི་རོལ་གྱི་རྐྱེན་ལ་བརྟེན་ནས་ཀྱི་ནི་ལུས་བདེ་བ་དེ། ཕྱི་རོལ་གྱི་རྐྱེན་ལ་བརྟེན་ནས་སྐྱེ་དགོས་པ་རེད། རྐྱེན་མང་པོ་ཚོགས་ཡོད་པ་ཁ་ལག་ཡིན་ན་ཡང་ད་ཁ་ལག་གཅིག་རང་གིས་འགྲིག་གི་ཡོད་མ་རེད་ཁ་ལག་འདྲ་མི་འདྲ་ཟ་ཡ་འཐུང་ཡ་འདྲ་མི་འདྲ་མང་པོ་ཡོད་པ་བྱས་ཡོད་དེ་ཚང་མ་ཕྱི་རོལ་ལ་འཚུད་ཡོང་དགོས་ཀྱི་ཡོད་པ་རྐྱེན་ཡོད་དེ་ག་ནང་བཞིན་གྱི་ད་ཅིག་བདེ་གསར་གྱི་ཁང་པ། དུག་ལོག་ཚང་མ་དེ་གཅིག་རྐྱེན་གཞན་དག་ལས་བརྟེན་ནས་ཚུད་ཡོང་དགོས་པས་རུ་ལུས་ཕར་འགྲོ་དགོས་མ་རེད། ནད་ན་ཚ་དེ་ལུས་ལ་བརྟེན་ནས་སླེབས་ཡོང་དགོས་ཡོད་མོད། ལུས་གོང་རོང་ལ་བརྟེན་ནས་ཡོང་དགོས་རིགས་སྡེ་བ་དེ་རྐྱེན་ཕྱི་ལོག་ནས་ཚུད་ཡོང་དགོས་རེད་ཟེར་ཏེ། མི་རྣམས་སྡུག་བསྔལ་ལུས་ཉིད་ལས་སྐྱེས་ཤིང་སྡེ་བ་གཞན་ལས་ན། སྡུག་བསྔལ་ཀུན་གྱི་སྣོད་བཅུད་པ་ཁོ་པ་ལ་ཆུ་སྐྱེས་ཐིག་གི།

མདུན་དུ་སོ་ག་ཞིག་བསད་ནས་ཁོའི་སྲས་ཐུགས་ཡོད་མེད་མང་རུ་མང་རུ་འགྲོ་གི་ཡོད་རེད་ད་ཁོས་ཡག་གི་སྐོར་ནས་དེ་ནས་ཏི་ཡ་ཤིན་ཏཱ་གང་རུ་ཡོད་མཁན་བུད་མེད་འདི་ལ་ཅིག་ཤོད་རེད་དེ་ནས་ཚང་མ་མེད་པ་ཆགས་སོང་རེད་ཟེར། ཨོ་དེ་ནང་བཞིན་གི་ད་དེ་ག་རེ་བཤད་གི་ཡོད་རེད་ཟེར་ན། སྡུག་བསྔལ་ཐང་ཆེན་འབྱུང་ས་འདྲ་བོ་དེ་ལུས་དེ་རེད་ལུས་དེ་མ་ཡིན་པ་སྡུག་བསྔལ་དེ་ཕྱི་རོལ་ནས་ཡོང་གི་འདུག་བསམ་ནས་ང་ཚོ་ཕྱི་རོལ་ནས་ཀྱི་བསམ་བློ་བཏང་བསྡད་པ་ཡིན་ན། སྡུག་བསྔལ་མེད་པ་བཟོ་ཐུབ་ཀྱི་མ་རེད་ཟེར་གྱི་རེད། སྡུག་བསྔལ་དེ་ཕྱི་ལོག་ལ་ཚོང་མ་བཀག་ཐུབ་ཀྱི་མ་རེད་ཟེར་དཔེར་ན་ང་ཚོ་ཡོ་བ་ཞི་བ་ལགས། ས་སྟེང་ཐང་ཅིག་ཀོ་བ་གཡོག་བ་ཡིན་ན། ཀོ་བ་གཡོག་ཐུབ་ཡ་ཡོད་མ་རེད་བ། རྐང་པ། རྐང་པ་གཅིག་པོ་ལ་གཡོག་བ་ཡིན་ན་ས་སྟེང་ཐང་ཅིག་གཡོག་དང་འདྲ་གསུངས་པ་ནང་བཞིན་གྱི་སོ་སོ་ལུས་ལ་ཆགས་ཞེན་ཞེ་པོ་བྱེད་དེ་བ་ཡིན་ན་ཆགས་པ་ཇེ་ཙམ་སྐྱེས་པ་དེ་དེ་ཙམ་གྱི་ལུས་དེ་ལ་སྡུག་བསྔལ་མང་བ་ཡོང་གི་ཡོད་རེད། གནོད་པ་མང་བ་ཡོང་གི་ཡོད་རེད། འོ་དེ་གསུངས་གི་ཡོད་ཁོ་པ་ལ་ཆོས་ཅི་སྟེ་གུས། གང་ཚེ་སྡུག་བསྔལ་འདོན་བ་དག་ཤེས་བྱའི་མི་ལ་མི་འབྱུང་བས་དེ་ལྟར་སྡུག་བསྔལ་ཆེན་པོ་དེ་འབྱུང་བ་ཉུང་དུ་སོང་བྱས་དང། ཞེས་བྱ་བ་སྟེ། དུས་གང་གི་ཚེ་ན་ད་དེ། ཅི་ཙམ་ལུས་དེ་ལ་སྡུག་བསྔལ་འབྱུང་གི་ཡོད་ན་ཡང་ལུས་ལ་ཆགས་པ་ཤེས་དགོས་ཀྱི་རེད། ག་རེ་ཟེར་ན་བདེ་བ་འབྱུང་ས་དེ་ཡང་ལུས་རེད། ལུས་ལ་བདེ་བ་ཡང་འབྱུང་གི་ཡོད་རེད། དེ་འདྲ་ཡིན་དུས་དེ་ལ་ལུས་ལ་ཆགས་ཞེན་ཆེན་པོ་ཤེས་དགོས་ཀྱི་ཡོད། དེ་འདྲ་སངས་ན། གང་ཚེ་བདེ་བ་སྡུག་བསྔལ་དག་ཤེས་ཤིང་མེད་ལ་མ་འགྱུར་ན་ཟིན། ད་འདི། བདེ་བ་ཟེར་གྱི་དེ་ཤི་དང་ལུས་ལ་འབྱུང་གི་ཡོད་རེད་དེ། ལུས་ལ་སྡུག་བསྔལ་འབྱུང་བ་ནང་བཞིན་གྱི་ལུས་ལ་བདེ་བ་དེ། འབྱུང་གི་ཡོད་མ་རེད་ཟེར། ལུས་ལ་བདེ་བ་དེ་ཤུགས་ཆུང་ཆུང་ཅིག་སྡུག་བསྔལ་དེ་ཤས་ཆེན་པོ་ཞིག་ཡོང་གི་ཡོད་རེད་ཤས་ཆེ་ཆུང་ཞེས་པ་ཡིན་ན། ལུས་ལ་སྡུག་བསྔལ་དེ། ཤས་ཆེ་བ་ཡོང་གི་ཡོད་རེད་ཟེར། གང་ཚེ་བདེ་བ་སྡུག་བསྔལ་དག་དུས་གང་གི་ཚེ་ན། ལུས་ལ། བདེ་བ་ནི་སྡུག་བསྔལ་རྟག་ཏུ་ཤེས་བྱེད་པ་མི་ལ་མི་འབྱུང་ན་མི་ལ་བདེ་བ་ཤེས་བྱེད་པ་མི་འབྱུང་ནའང། ལྷ་འདྲ་བོ་ཡིན་ན་འབྱུང་གི་རེད་ལྷ་ཡིན་ན་རེད་བ་ལྷ་དེ་ཚོ་ལ་གོ་ཧ་ལམ་སྡུག་བསྔལ་ཡོད་མ་རེད་བ། མི་ནང་བཞིན་གྱི་དེ་འདྲའི་འཚོ་བ་འཚོ་བ་གི་འགྲོ་དགོས་ཀྱི་ཡོད་མ་རེད། དེ་ནས་ག་ཟེར་གི་རེད་གཅིག་འཁྲུག་པ་རྒྱག་ཡ་ལགས་སོགས་པ་དེ་འདྲ་ཡ་ཡོད་ས་མ་རེད། དེ་འདྲ་བྱེད་དུས་མི་ལ་དེ་འདྲ་བ་བདེ་བ་ལུས་ལ་བདེ་བ་དང་སྡུག་བསྔལ་གཉིས་ཀྱི་ནང་སྡུག་བསྔལ་དེ་ཤུགས་ཆེ་ཡང་ཡོང་གི་ཡོད་རེད་ཟེར་ཤེས་ཆེད་མི་ལ་མི་འཇོན་ན། དེ་ལྟར་སྡུག་བསྔལ་ཆེན་པོ་དེ་ཆུང་བ་ཉང་དུ་སྲུང་བྱེད་དང་དེ་ལྟར་ན་སྡུག་བསྔལ་ཆེན་པོ་རེད་སྡུག་བསྔལ་ཆེན་པོ་ཡིན་ན་ཡང་སྡུག་བསྔལ་ཆེན་པོ་ཡིན་པ་དེ་མ་ཤེས་ནས་སྡུག་བསྔལ་ཆུང་ངུ་རེའི་སྙིང་དུ་སིམ་པ་བརྒྱད་ཙམ་དེ་ཇི་མི་རིགས་ཞེས་བྱ་བ། སྡུག་བསྔལ་ཆེན་པོ་དེ་སྡུག་བསྔལ་ཆེན་པོ་དེ་མི་རིགས་སྡུག་བསྔལ་བདེ་བ་ཆུང་ཆུང་དེ་བདེ་བ་ཆེན་པོ་ཡིན་པར་བསམ། འོ་དེ་འདྲའི་ཤེས་པ་ཡིན་ན་དངོས་པོ་གི་གནས་ཚུལ་དང་མཐུན་པ་ཅིག་མ་རེད་ཟེར་དེ་ཡང་བསམ་བློ་བཏང་མ་ཤེས་པར་བསམ་བློ་བཏང་སྟངས་ཀྱི་ཆད་པ་ཅིག་གི་སྒོ་ནས་འགྲོ་གི་ཡོད་རེད། ད་འདི་དཔེ་ག་རེ་ཤར་ཟེར་ན་དགྲ་གྲོགས་ཀྱི་སིམ་ལྟ་ཕྲ་བ་ཞིག་ཟེར་འདུག།

ཁོའི་འཕྲོག་འགྲོ་ནི་དཀའ་ལས་ཆེ་བོ་ཅིག་བསྐྱངས་ནས་དེ་ནི་ཁོའི་ས་གི་སྟེང་ནས་སི་ཏྲ་དེ་སྐྱིད་པ་ཁོ་ནི་ཁོ་རུ་ས་བསྐོར་ནས་སྦས་པས་ཁོ་སོང་ནས་དེ་ནི་ཡ་གི་ཐག་རིང་པོ་ཅིག་ལ་ཁོ་སོང་རུ་བ་དེ་ནི་དཀའ་ལས་ཆེན་པོ་བྱ་རུ་བ་ད་དཀའ་ལས་ཆེན་པོ་ཅིག་མཐའ་མ་དེ་ཁོ་ཡང་སི་ཏྲ་ཤོར་ནས་རུ་བ་རམ་འཐོབ་རུ་བ་ཁོ་ཁོ་རང་བསད་སོང་རུ་བ་འོ་དེ་འདྲ་བྱས་ཏེ། ད་དཀའ་ལས་ཆེན་པོ་གཅིག་རྒྱག་ནི། འདི་ནས་གྲོང་སྡེ་ཆུང་ཆུང་གཅིག་རེད་བ་སྡེ་བ་ཆུང་ཆུང་གཅིག་གི་ཆེད་དུ་སྡེ་བ་ཆུང་ཆུང་གི་ཆེད་དུ་དཀའ་ལས་ཆེན་པོ་ཞེ་བོ་གཅིག་རྒྱག་དེ་དཀའ་ལས་རྒྱག་བ་དེ་ཁོ་སྡེ་བ་ཆུང་ཆུང་རེད་དེ་ཁོ་རང་གི་སྡེ་བ་ཆེན་པོ་ཡིན་ནོ་ཤག་གི། དཀའ་ལས་དེ་ཆུང་ཆུང་ཡིན་ནོ་ཤག་གི་དཀའ་ལས་རྒྱག་ཡ་དེ་ཆུང་ཆུང་ཡིན་ནོ་ཤག་སྡེ་བ་དེ་ཆེན་པོ་ཡིན་ནོ་ཤག་ནི་དཀའ་ལས་ཆེན་པོ་རྒྱག་རེད་བ་ཨོ་དཔེ་དེ་ནང་བཞིན་རེད་ཆུང་ངུ་ཉུང་དུ་སྲུང་བྱེད་དང། དེ་བཞིན། འཇིག་རྟེན་བདེ་ལ་མངོན་ཕྱོགས་ཀྱི་བདེ་བཅུ་དག་ཀྱང་རྙེད་དཀའ་སྟེ་དེས་ན་སྐྱེ་བོ་འཇིག་འདི་ལ་སྡུག་བསྔལ་རྗེས་སུ་སྙིང་པ་འདྲ། ད་འཇིག་རྟེན་པ་རྣམས་ཀྱི་ཤི་སྟངས་གང་འདྲ་ཡོད་རེད་ཟེར་ན། བདེ་བ་ལ་མངོན་དུ་ཕྱོགས་ཤིང་སྲིད་དུས་བདེ་བ་ཐོབ་ཡུལ་གྱི་ཆེད་དུ་ལས་ཀ་བྱེད་ཀྱི་རེད། བདེ་བ་ཐོབ་ཡུལ་གྱི་ཆེད་དུ་མི་ཚང་མ་དང་འགྲན་རྩོད་བྱས་ནས་དཀའ་ལས་བརྒྱབ་ནས་གཅིག་གིས་གཅིག་ལས་ཀ་མང་བ་བྱེད་གཅིག་གིས་གཅིག

དེས་ན་སྐྱེ་བོ་འཇིག་འདི་ལ། སྐྱེ་བོ་འཇིག་འདི་ལ་སྡུག་བསྔལ་རྗེས་སུ་སྙིང་པར། དེས་ན་སྐྱེ་བོ་སོ་སོ་སྐྱེ་བོ་རྣམས་ཀྱི་འཇིག་འདི་ལ་ཟེར་ཏེ། འཇིག་པའམ། འཇིག་པའི་གི་བདག་ཉིད་ཅན་ཟེར་ན་འགྲིག་ས་རེད་ཕུང་པོ་འཇིག་པའི་གི་བདག་ཉིད་ཅན་གྱི་ལུས་འདི་ལ། དེ་ནས་བཀའ་ལས་རྒྱབ་ནས་རྒྱུགས་བསྡད་པ་ཡིན་ན། དེ་བཀའ་ལས་རྒྱབ་ནས་རེ་བ་ལོས་ཏེ་བདེ་བ་ཐོབ་པའི་ཆེད་དུ་བཀའ་ལས་རྒྱབ་ནས་རྒྱུགས་བསྡད་པ་དེ། དོན་སྙིང་གི་ཐོག་ནས་ག་རེ་བྱས་ནས་ཟེར་ན་སྡུག་བསྔལ་རྗེས་སུ་སྙིང་པ་འདྲ། ཡིན་རྒྱུ་ཁོ། ལུས་དེ་བདེ་བ་ཐོབ་པའི་ཆེད་དུ་རྒྱུགས་ནས་བཀའ་ལས་བྱས་བསྡད་ཀྱི་ཡོད་རེད་དེ།

དེ་མ་ཟད་བོད་ཀྱི་མཐའ་ཐུག་གི་ད་ལས་ཁག་གི་བྱིས་པའི་གྲུང་འབྲེལ་སྟེགས་ཀྱི་ཡང་བདེ་བ་ཐོབ་ཀྱི་ཡོད་སྡུག་བསྔལ་ཐོབ་ཀྱི་ཡོད་ཧ་མ་གོ་བ་ཅིག་ད་མཐའ་ཐུག་བར་གྱི་བདེ་བ་ཐོབ་བ་ཅིག་ཟེར་གྱིན་ཁོང་སོང་ཁོ་བ་ལ་ཡོད་མ་རེད་ག་བ་འགྱུར་བ་ཡིན་ན་སྡུག་བསྔལ་གྱི་རང་བཞིན་ཅིག་རེད་མ་སྡུག་བསྔལ་མེད་པའི་གྱི་བདེ་བ་ཟེར་བྱེད་ཅིག་ཐོབ་ཀྱི་ཡོད་མ་རེད་ཨོ་དེ་ནང་བཞིན་རེད་ཟེར་གི་ད་འདི་ག་འདྲ་འདུག་ཟེར་ན་མི་གཅིག་གིས་གླང་པོ་ཆེ་གི་ད་ཡོང་གི་ཡོད་རེད།

སྡུག་བསྔལ་འདོད་པས་བསྙེན་བསྐྱོད་ཀྱི་འདོད་པའི་བདེ་བ་ག་ལ་ཡིན། ཁྱོད་ཀྱིས་དཀོན་པར་ལ་དགོས་ཞེས་མོས་ལ་ཅི་སྟེ་ཁྱོད་མི་འཇིགས། ད་འདི་རེས་ནི། ཤི་དང་སྡུག་བསྔལ་ཡོད་ན་ཡང། དེ་ནས་བདེ་བ་དེ། ཀོ། ལུས་ཀྱི། ལ་གུས་པ་གྱིས་རེད། ལུས་ལ་གུས་པ་གྱིས་སྡུག་བསྔལ་དུ་མི་གུས་པ་གྱིས་རེད། དེ་ཡིན་དུས་བདེ་བ་ཐོབ་བས་ཀྱི་ཆེད་དུ་ཨ་ནི། ལུས་ལ། གཅིག་སྤྲད་ཀྱིས་དཀའ་ལས་བརྒྱབ། དེ་འདྲ་བྱེད་ཀྱི་ཡིན་བསམ་པ་ཡིན་ན་ཟེར། དེ་བསམ་པ་ཡིན་ན། སྡུག་བསྔལ་འདོད་པས་རྙེད་རྒྱུ་གཅིག་ད་འདི་པས་དཀའ་ལས་ཁ་བོ་གྱིས་རེད་བ། བདེ་བ་ཟེར་གྱི་དེ་ཤུགས་ཆུང་ཆུང་ཅིག་བདེ་བ་ཟེར་གྱི་སྡུག་བསྔལ་ཟེར་གྱི་དེ་ཤེད་ཆེན་པོ་ཅིག་ཡིན་དུས་འདི་འདྲའི་གཉེན་ཁ་བོ་ཅིག་རེ་ཟུང་རེད། སང་དུ་འདོད་པ་དུ་བདེ་བ་འདོད་གི་ཡོད་རེད་བདེ་བ་ཐོབ་གི་འདོད་གི་ཡོད་རེད་དེ་བདེ་བ་དེ་དཔེ་ན་གཉེན་ཁ་བོ་ཡིན་པ་ཅིག་ཡིན་པ་རྒྱུ་མཚན་ག་རེ་ཟེར་ན་སྡུག་བསྔལ་འདོད་པའི་ཉེས་ཀྱིས་སྡུག་བསྔལ་ཟེར་གྱི་དེ་རེ་བ་དཀའ་ལས་རྒྱག་དགོས་གི་མ་རེད་ད་སྡུག་བསྔལ་ཟེར་གྱི་དེ་སྡུག་བསྔལ་དགོས་གི་ཡོད་ན་ད་ལྟ་རང་སྡུག་བསྔལ་བཟོ་ཆོག་གི་རེད། འདོད་པ་ཙམ་གྱིས་བཟོ་ཆོག་གི་རེད་ཅོག་མགོ་ནད་སམ་འདུག་ན་མགོ་ལ་ལང་ས་ཟློག་ཤིག་ལང་ས་མགོ་ནད་པ་བཟོ་ཆོག་གི་རེད་བ། མགོ་ནད་བསྡད་ཀྱི་ཡོད་ན་དྲག་དགོས་ཀྱི་འདུག་བསམ་ན་ལང་ས་སྲང་པ་དྲན་པ་ཙམ་གྱི་སྒོ་ནས་ཕར་དྲག་ཐུབ་གི་མ་རེད་ལ་མགོ་དང་ལང་ས་ང་ཕ་ན་ཚ་དེ་མེད་པ་བཟོ་དགོས་ཀྱི་འདུག་བསམ་ན་ཡང་སྨན་འདྲ་ཡི་ས་གཅིག་ཐབས་ཤེས་ཀྱི་སྟངས་ནས་མ་གཏོགས་ཕར་དྲག་གི་ཡོད་མ་རེད་དེ་སེ་གེ་ད། སྡུག་བསྔལ་འདོད་པས་རྙེད་ཀྱི་ཅི་འདོད་པས་བདེ་བ་ག་ལ་ཡིན་རེད་བ། སྡུག་བསྔལ་ཟེར་གྱི་འདོད་གི་འདུག་ན་སྡུག་བསྔལ་མྱོང་འདོད་ཀྱི་འདུག་ན་དེ་ལྟར་འདོད་པ་དག་གིས་སོ་སོ་ད་ལྟ་རང་སྡུག་བསྔལ་བཟོ་བར་གྱུར། དཀའ་ལས་རྒྱབ་མ་དགོས་པ། འོ་བདེ་བ་ཐོབ་འདོད་ཀྱི་འདུག་ན་བདེ་བ་འདི་འདོད་པའི་གཙང་གྱི་སྒོ་ནས་ག་ལ་ཡིན་བདེ་བའི་འདོད་པས་བདེ་བ་ག་ལ་ཡིན། རྒྱུ་མཚན་དེ་ཉིད་ཡིན་ཆད་ན་ཁྱོད་ཅི་ཡིན་ཟེར་ཁྱོད་ཀྱིས་ཅིའི་ཕྱིར་ན་དཀོན་པ་ལ་གུས་ཤིག། དཀོན་པ་དེ་བདེ་བ་དེ་དཀོན་པོ་རེད་འདུག་གོ་དཀའ་ལས་རྒྱབ་ནས་འགྲོ་དགོས་ཡ་གྱི་རེད་འདུག།

ད་དེའི་ནང་དུ་རྐུན་མ་བརྐུས་ཀ་ཞིག་གསུངས་འདུག་རོ། རྐུན་མ་བརྐུས་ཀ་ཞིག་གསུངས་འདུག་ལས་སླ་པོ་ཡོད་མ་རེད། རྒྱ་བོད་མཛོད་ཁང་གི་ནང་དུ་རྐུན་མ་བརྐུས་ཀ་གསུངས་འདུག་རྐུན་མ་བརྐུས་ནས་ལྕགས་ལག་དེ་ཐོབ་ཐོབ་ནས་བདེ་བ་ཐོབ་པ་དེ་དཔེ་དཀོན་པོ་ཀ་ལི་ཁ་བོ། ད་ཉིན་ཁ་ཆེན་པོ། དེ་ན་གསུངས་འདུག། ལྕགས་ལག། མ་ར་བ་ཡིན་ན་རྐུན་མ་བརྐུས་པ་ཅིག་མཐོང་སོང་ན་ཨ་ནི་སེ་ཡ། འོ། རགས་པ་ཡིན་ན་ཡང་ལས་སླ་པོ་སྐྱེ་གི་ད་ཡོད་མ་རེད་རྒྱ་བོད་ཀྱི་རྩིས་བཅད་ནི་ལམ་སང་ཟིན་འགྲོ་གི་རེད། དེ་འདྲ་བྱེད་དུས་དེ་གནང་གི་རེད། དཀོན་པོ་དེ་ལ་ནི་དཔེར་ན་རྒྱ་བོ་རྒྱ་བོ་མཛོད་ནང་ཡོད་པའི་སྐྱག་ལག་དེ་ང་རང་གི་རགས་མ་རེད་ལས་སླ་པོ་དཀོན་པོ་རེད་ཡིན་ན་དེ་ཨེ་རགས་ད་དེ་ཨེ་ལྷུབ་ད་རེད་བ། དེ་དེ་ལས་ཨེ་ལྷུབ་ད། ད་ཅི་དེ་འཇིགས་པ་ཡོད་ས་དེ་ལ་དཔེ་ཨེ་ལྷུབ་ད། དེ་ནས་དེ་གའི་འཇིགས་པ་མེད་ས་དེ་ལ་དེ་ནས་སོ་སོ་གི་བཅའ་ལ་ག་རེ་བསྒྲུབ་ཆོག་པ་བཞོར་བ་རྒྱལ་པོ་མཛོད་ཁང་མ་ཡིན་པ་ཡང་ཐབས་ཤེས་བཏང་ནས་ག་ས་ག་ལ་གཞན་དག་ལ་ཅིག་ག་རེ་ཡིན་ན་ཡང་ཐབས་ཤེས་བཏང་ནས་བཅའ་ལ་ར་ཡ་བཞོར་བ་འོ་དེ་ཡི་ར་མི་ད་མི་ཁ་ཤས་ནི་རེ་ཡོད་ར་མི་སྐུ་པ་ཁ་ཤས་སོ་སོ་སོ་སྐལ་ལས་ཀྱང་ནི་ཉིན་ཁ་མེད་ཡ་གི་འཚོ་བ་བཅའ་ལ་བསྒྲུབ་ཆོག་པ་དེ་མི་བསྒྲུབ། དེ་མ་བྱས་ར་ཉིན་ཁ་ཆེན་པོ་ཡོད་ས་གི་ཨ་ནི་ར་ཁ་པོ་ཡོད་ས་དེ་ན་ཨུ་ཚུགས་བྱེད་འགྲོ། འོ་དེ་འདྲའི་ཤེས་པ་ཡིན་ན་མི་འདུག་སྐུ་པར་བ། འོ་དེ་དཀའ་ལས་ཁག་པོ་ཡོང་གི་ཡོད་རེད། དེ་འདྲའི་བྱེད་དུས་དེ་ལ་གུས་པ་བྱེད་རྒྱུ་ཡོད་པ་རེད་དེ་ལ་ཡིད་ཆེས་བྱེད་རྒྱུ་ཡོད་མ་རེད་ཉེན་ཁ་ཆེན་པོ་ཡོད་ས་དེ་ལ་འགྲིག་ཤིག་དགོས་དགོས་སྐྲག་ཤིག་དགོས་དགོས་རེད། དེ་སྲིད་མོད་ལ་ཁྱོད་དེ་ཁྱོད་མོད་ལ་ཀྱེ་དེ་ཁྱོད་མི་འཇིགས་དེ་འཇིགས་པ་རིགས་སོ་ཞེས་བྱ་བ། བདེ་བ་སྤྱོད་པའི་ལུས་བོགས་ནི་སྡུག་བསྔལ་སྣོད་དུ་སྤྱོད་པ་སྟེ་ལུས་ལ་གོས་དང་སྒྲ་ལ་གོས་དེ་དག་གཉིས་ལ་མཚུངས་པ། དེ་དག་གཉིས་ནི་མཚུངས་པ་ངམ། ད་འདི་ཟེར་གི་རེད། ལུས་ཟེར་གྱི་དེ་ལ་རེ་བ་བདེ་བ་སྤྱོད་པའི་ལུས་འདི་ནི་ལུས་ཟེར་གྱི་དེ་ལ་གཅིག་སྒྲིལ་བྱས་པ་ཡིན་ན། རྩ་ཆེན་པོ་ཞིབ་ཀྱི་རེ་བ་ལུས་དེ་ལ

གཟེར་རལ་གཅིག་ལ་གནོད་པ་མང་ཟེར་གི་རེད་ཞེ་བོད་ཀྱི་ལུས་ལ་ལུས་ལ་གཅིག་གནོད་པ་མང་འབྱུང་རེད་བསམ་པའི་སྲུང་སྐྱོབ་བྱེད་བསྡད་མཁན་དེ་ལ་གནོད་པ་མང་ཡོང་གི་ཡོད་རེད་དཔེ་ན་དེ་འདྲ་ཡོད་སྡུག་བསྔལ་སྣོད་དུ་གྱུར་པ་ལུས་ལ་གུས་དང་འདྲེ་ལ་གུས་དེ་དག་གཉིས་ལ་མཚུངས་པར་སྣང་ཟེར་ད་དེ་རེད་ལུས་ལ་གུས་རྒྱབ་ག་ཟེ་བྱས་པ་ཡིན་ན་ཡང་སྡུག་བསྔལ་ཆེ་རེ་ཆེ་རེ་སྤྲད་ཡོང་གི་ཡོད་རེད།

ཨོ། དཔེ་འདི་འདྲའི་བཤད་མཁན་དཔེ་རྣམས་ད་འདི་འདྲའི་དུ་བ་མེད། སྔ་མ་སྐྱོ་བོ་ཡིན་མཁན་ད་གཅིག་བོན་ཆོས་ཁོང་ལ་འཚོ་བ་མེད་མཁན་དེ་འདྲའི་ས་ཁོང་ཉག་དེ་ཡིན་ན་ཡང་རྙེད་ཁུག་མཁན། དེ་འདྲའི་དེ་ལ་འཚོ་བ་ཡག་པོ་རེད་ནི་ཇི་སུ་སྐྱིད་སྤྲད་ཅིག་ཡག་པོ་ཡག་པོ་བྱས་ནས་བཀོལ་ཅིག་ཡག་པོ་ཅིག་ཐོན་སྐྱེད་སྤྲད་ན་ད་ནི་ག་སྲིད་སྤྲད་ན་ཡང་ད་རུང་དེ་འགྲིག་གི་ཡོད་མ་རེད་ད་ད་རུང་དེ་ཡག་རེད་ཡག་རེད་ཉལ་ས་ཡིན་ན་ཡག་པོ་འཇམ་པོ་གོན་རྒྱུ་ཡག་པོ་མེད་ན་དེ་ནི་ཡང་ཉལ་མི་ཐུབ་ཡག་དེ་འདྲའི་ཡོང་གི་ཡོད་རེད།

ལུས་ནི་ཤིན་ཏུར་འགོ་བས་ཀྱང་བདེ་བས་བདག་ལྟར་མི་འགྱུར་ཏེ་རང་བཞིན་གཞན་གྱིས་ཟིན་ནས་པའི་བྱ་བ་རིག་པ་མ་ཡིན་ནོ། ད་འདི་འདྲས་མ་རེད་ཟེར་དེ་ནི་ལུས་དེ་ལ་ཤི་སྟངས་སྡུག་བསྔལ་གྱི་ཁོག་ལུས་ལ་གཅིག་བྲལ་ག་ཟེ་བྱས་པ་ཡིན་ན་སྡུག་བསྔལ་འབྱུང་གི་ཡོད་རེད་དེ། སྡུག་བསྔལ་དེ་ལུས་ཀྱི་རང་བཞིན་མ་རེད་ཟེར་བ། སྡུག་བསྔལ་དེ་གློ་བུར་དུ་རྐྱེན་སྐྱེས་ནས་སླེབས་འོང་བ་ཞིག་རེད།

སྡུག་བསྔལ་དེ་རྐྱེན་གཅིག་གིས་སྤྲད་མི་ཐེབས་ཡོང་གི་འདུག་ལུས་གང་རུང་རང་གིས་སྡུག་བསྔལ་མེད་པ་ཅིག་བདེ་བ་ཅིག་ཡང་འདུག་བསམ་དེ་འདྲས་སོང་ན། དེ་ཚེ་བས། ལུས་ནི་ཤིན་ཏུ་འགོར་བས་ཀྱང་བདེ་བའི་བདག་ཏུ་མི་འགྱུར་ཏེ། ད་ལུས་ཀྱི་རང་བཞིན་དེ་བདེ་བ་མ་རེད་ཟེར་གི། ལུས་དེ་ཤིན་ཏུ་འགོར་ཟིན་ན། འགོར་ཟིན་ན།

ལུས་འདི་བདེ་བའི་བདག་ཉིད་ཅན་དུ་འགྱུར་ཡ་གཅིག་ཡོད་མ་རེད། ལུས་འདི་བདེ་བའི་རང་བཞིན་ཅན་གཅིག་འགྱུར་ཡ་གཅིག་ཡོད་མ་རེད། མེད་རྒྱུའི་རྒྱུ་མཚན་ག་རེད་ཟེར་ན། ལུས་འདི་བདེ་བའི་རང་བཞིན་མ་ཡིན་པའི་རྒྱུ་མཚན་རེད། ལུས་ཀྱི་རང་བཞིན་དེ་སྡུག་བསྔལ་གྱི་རང་བཞིན་པའི་རྒྱུ་མཚན་རེད། བདེ་བའི་གི་རང་བཞིན་ཡིན་ན། ལུས་འདི་སྡུག་བསྔལ་བཙལ་ནས་མེད་པ་ཅིག་བཟོ་ཡ་ཡོད་ར་འགྱུར་རྒྱུ་ཡོད་རེད། དཔེར་ན། དུང་དཀར་པོ་འདྲ་བོ་ཞིག་ཡིན་ན་དུང་དེ་དཀར་པོ་རེད་ཁོ་ལ་ནག་པོ་འདྲ་བོ་ཅིག་གུས་བྱས་ཡོད་ན།

ཁུ་བྱུག་སྐད་རྒྱག་མ་ཤེས་པར་ཕུ་བོ་ཆུང་ཆུང་དེ་ཁོ་རྒྱག་གཞན་པ་ཅིག་གསོ་གསུངས་ལ། གཞན་པ་ཅིག་གསོ་གསུངས་ཏེ། ཁོས་ལང་སག་སྐད་རྒྱག་ཤེས་ཀྱི་མ་རེད་ཡིན་ན་ཡང་ག་ལེ་ག་ལེ་ཨ་མ་དང་སྐད་རྒྱག་ལ་རེ་ནི་ཁོ་ཁོ་རང། ཡང་ཁུ་བྱུག་རང་ཆགས་འགྲོ་གི་རེད། འོ་དེ་ཤེས་པས་ན། ཁུ་བྱུག་སྤོ་གི་དེ་ཁོ་རང་ཤེས་ཏེ་ཁུ་བྱུག་རེད་དེ་ར་ཁུ་བྱུག་སྤོ་གི་རེད་དེ་ར་ཡིན་དུས་རྒྱག་གཞན་པ་ཅིག་གིས་གསོ་ནི་ག་སེ་མི་དགོས་ག་སེ་རྒྱག་གཞན་པ་དེ་གི་འདྲ་བོ་ཅིག་ཕ་བཟོ་སུ་བལྟ་གི་རེད་དེ་བཟོ་ཐུབ་ཡ་ཡོད་མ་རེད་ཟེར་ཁོ་དུས་ཚོད་ཅིག་ནས་ཡང་ཁོ་རང་ཁུ་བྱུག་རང་རེད་འགྲོ་གི་ཁུ་བྱུག་རང་རེད་མ་ཐུབ་པས། རང་ཡིད་དུ་ཁོ་ཁོ་ཤུག་སྤོ་གི་ཡིན་དུས་ཁོ་ཤུག་ཆག་འགྲོ་གི་རེད་མ་གཏོགས་དེ་ནི་ཕུག་རོན་ཟེར་གྱི་དུས་ཕར་འགྱུར་འདྲ་ཡང་ཡོད་མ་རེད་ཟེར་ཕུག་རོན་ཕུག་རོན་གྱི་ཁྱུང་ཤུག་ཁོ་དཀའ་ལས་བརྒྱབ་ནས་ཁོའི་སྲོག་ནི་ཁོ་རང་གི་སྤོ་གི་ནང་བཞིན་གྱི་བཟོ་གསང་བའི་ཡོད་རེད་དེ་བཟོ་ཐུབ་གི་ཡོད་མ་རེད་ཟེར་ཁོ་རང་ཡིད་ཁོ་ཤུག་ཁོ་རང་ཕུག་རོན་སྤོ་གི་མ་རེད་བ་བྱ་གཞན་པ་ཞིག་སྤོ་གི་རེད་བ་ཨོ་དེ་ནང་བཞིན་གྱི་ད་རང་ཞིག་གི་ལུས་འདི་རང་ཞིག་གི་སྡེ་བའི་རང་ཞིག་མ་ཡིན་དུས་རྐྱེན་གཞན་དག་གིས་ཀྱི་སྡེ་བའི་ཀྱི་རང་བཞིན་གྱི་གཞི་ཐུག་ཡ་ཡོད་མ་རེད་ཟེར་བ་དེ་ཟེར་ཡོད་བཟོ་ཡོད་མ་རང་བཞིན་གང་ཡིན་པ་དེར་ཁྱོད་ལ་ཡིད་ཀྱི་སྡུག་བསྔལ་དེ་ཐ་མ་ནང་ལ་ལུས་ཀྱི་སོ་སྡུག་བསྔལ་གཉིས་ཀྱི་འཇིག་རྟེན་དེ་ཉིན་རེ་ཉིན་རེ་འཇོམས་པ་ཞིག་ད་འདི་སངས་རྒྱས་ད་ད་འདི་འདྲའི་རེད་ཟེར་དཔེར་ན་མི་ཤི་སྟངས་མི་མང་ཆེ་བ་ལ་སྡུག་བསྔལ་གྱི་རང་བཞིན་རེད་དེ་ད་རྒྱ་འབོག་གི་བུ་འདྲ་བོ་ད་ནི་དཔོན་འབོག་གི་བུ་མི་འདྲ་བོ་དེ་འདྲའི་ཁ་ཤས་ཀྱི་ལ་སྡུག་བསྔལ་ཡོད་མ་རེད་བ་ཟེར་ཁོ་ཚོ་དཔེ་སྐྱིད་པོ་རྐྱང་རྐྱང་བཏང་ནས་དཀའ་ངལ་རྩ་ནས་ཡོད་མ་རེད་འཚོ་བ་ཐོན་སྐྱེད་གང་བྱེད་ཀྱི་ཐད་ནས་དཀའ་ངལ་མེད་པ་ཡིན་དུས་ཁོ་ལ་སྡུག་བསྔལ་ག་འདྲ་ཟེར་གྱི་ཡོད་རེད་ཁོ་ཚོར་སྡུག་བསྔལ་ཡོད་མ་རེད་བསམ་ན་ད་འདི་ཟེར་གི་དུ་སོ་ལ་ཡང་སྡུག་བསྔལ་ཡོད་རེད་སྡུག་བསྔལ་ཟེར་གྱི་དུ་ཁྱོ་ལ་ཡོད་ཀྱི་སྡུག་བསྔལ་དེ་ཁྱོ་དུ་བཅོས་པ་དེ་ད་པད་མ་ཆེན་པོ་ཆེན་པོ་དུ་སོ་དེ་ལ་ལུས་ཀྱི་སྡུག་བསྔལ་ཡོད་མ་རེད་དེ་ཡིད་ཀྱི་སྡུག་བསྔལ་སེམས་ཀྱི་སྡུག་བསྔལ་ཟེར་གྱི་དུ་ཡོད་རེད་ཟེར་ཁོ་ག་རེ་རེད་ཟེར་ན་ད་རྒྱ་བོ་ཡིན་ན་རྒྱ་བོ་གི་སྲིད་སྐྱོང་དགུ་ཡ་ཁོ་རང་གི་ལས་ཀ་ཅིག་འདྲ་འདྲ་གི་ཁོ་དང་འདྲ་བའི་གི་དེ་མི་གཞན་དེ་ཅིག་དམག་རྒྱ་དགུ་ཡ་ལགས་སོ་པ་ཁོ་རང་ལ་དེ་ནི་སེམས་ལ་དཀའ་ངལ་ཞེ་པོ་ཅིག་ཡོད་རེད། སེམས་ལ་དཀའ་ངལ་མི་ཞན་པ་ལས་ཀྱང་ཆེ་བ་ཡོད་རེད་ད། དཔེར་ན་རྒྱུ་ཆེན་པོ་དང་འཛམ་བུ་གླིང་གི་སྐེ་རགས་ཡོད་མཁན་གྱི་རྒྱུ་ཆེན་པོ་དེ་ཚོ་ཡིན་ན། སེམས་ལ་དཀའ་ངལ་ཞིབ་ཀྱིས། སེམས་ལ་དཀའ་ངལ་ཞིག་ལུས་སྟོབས་དཀའ་ངལ་མིན་དཀྱུས་མ་ནང་བཞིན་ལས་ཀ་བྱེད་དགོས་ཀྱི་ཡོད་མ་རེད་དེ་ལྟ་སྐོར་གཅིག་ལ་འགྲིག་གི་ཡོད་མེད་ལས་ཀ་བྱེད་དགོས་དུས་ཚེས་ཉིན་ཚེས་མོག་གི་ད་གཉིས་ཐེངས་མ་གཅིག་རེད་མ་གཏོགས་དེ་ནས་རྦད་དེ་ཁོ་གི་ལས་ཀ་བྱེད་ཀྱི་རེད་ཟེར་གི་འདུག་དེ་ག་རྩ་བཏུང་པ་དེ་མར་ཟེར་འདོད་དེ་ག་ནང་བཞིན་གྱི་ད་སེམས་ཀྱི་སྡུག་བསྔལ་ཡོད་རེད་ཟེར་འདོད་ན་ཁྱོད་ལ་ཡིད་ཀྱི་སྡུག་བསྔལ་འདི་ཐ་མ་ནང་ལ་ལུས་ཀྱིས་སོ། སྡུག་བསྔལ་གཉིས་ཀྱི། སྡུག་བསྔལ་གཉིས་ཀྱི་འཇིག་རྟེན་འདི་ཉིན་རེ་ཉིན་རེ་འཇོམས་པར་བྱེད། ད། མི་ཁ་ཤས་ལ་སེམས་ཀྱི་སྡུག་བསྔལ་ཁ་ཤས་ལ་ལུས་ཀྱི་སྡུག་བསྔལ་བྱས་ཏེ་ཉི་མ་རེ་རེ་བཞིན་དུ་ལུས་སེམས་ཀྱི་སྡུག་བསྔལ་དེ་གས་ནས་མི་ལ་དཀའ་ངལ་སྤྲད་བསྡད་ཀྱི་ཡོད་རེད་སྡུག་བསྔལ་དེ་མྱོང་གི་ཡོད་རེད་ཟེར་དཔེ་འདི་རེད། ད་འདི་གླང་ཆེན་འདུལ་བ་ཞེས་སོ་རྒྱལ་པོ་བཀའ་བཞེས་ཀྱིས་དེ་བྱེད་ཀྱི་ཡོད་རེད་ཟེར།

ཆུང་མ་གཉིས་ཡོད་རེད། ཆུང་མ་གཉིས་ཡོད་དུས་གཅིག་ལ་སྤོ་གོ་ཡོད་གཅིག་ལ་སྤོ་གོ་མེད་ཟེར་བ། སྤོ་གོ་མེད་དུས་སྤོ་གོ་མེད་མཁན་དེ་གི་ཨ་མ་དེ་གི་ད་སྤོ་གོ་ཡོད་མཁན་དེ་ལ་དགའ་གི་ཡོད་མ་རེད་ཁོང་རང་ལ་སྤོ་གོ་མེད་རེད་བ་ད་སྤོ་གོ་གཅིག་དེ་ལ་སྤོ་གོ་ཡོད་རེད་བ། དེ་བྱེད་དུས་དེ་ནས་སྤོ་གོ་ཡོད་མཁན་དེ་སྤོ་གོ་ཆུང་ཆུང་དེ་གི་ད་སྤོ་གོ་ཆུང་ཆུང་ཡོད་དུས་ཨ་མ་དེ་གི་སྤོ་གོ་ལ་ལ་བྱང་ཆུང་བྱེད་དུ་ལོར་གོན་དེ་འདྲའི་སྐྲ་ལ་རྒྱན་ཆ་དག་དེ་འདྲ་བྱེད་དུས་དེ་ནས་སྤོ་གོ་མེད་མཁན་ཨ་མ་དེ་ངུ་གི་ཡོད་རེད།